སྐྱབས་གསུམ་སྐུ་མདུན་བླ་མ་རྡོ་རྗེ་འཆང་གང་ལ་གང་འདུལ་བཤེས་གཉེན་ཚུལ་བཟུང་ན། མཆོག་དང་ཐུན་མོང་དངོས་གྲུབ་མཆོག་སྩོལ་བས་སྤྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ། དེ་ནས་གསུངས་པ་གསང་སྔགས་ད་དང་འདས་དེ་ནས་ང་དང་ཞག་མ་མང་པོ་ཞིག་ན་ཕར་ལ། ཨེ་ནས་ང་དང་སངས་རྒྱས་སིད་ད་དུ་གཅིག་གཉིས་སྟོང་གཉིས་ཤུར་རྩ་གཉིས་སིད་དེ་ནས་སློབ་ཚན་བཏང་པས་ན་སངས་རྒྱས་སིད་མཛད་པ་རྣམ་དག་རིས་སྐོར་ལ་ང་དང་དེ་ནས་སློབ་སྦྱོང་བྱོན་རྗེས་ཡོངས་བསྟེན་ནོ། གསུངས་པ་བཟང་ན་ཨེ་ནི་འདས་ན་ད་ང་དང་ཐབས་དཀའ་ཐུགས་རྗེ་མ་ཨེ་ནི་ད་མང་ཆེ་ཨ་ཨི་ན་ཟུ་ཡིས་ང་དང་སྒོ་མེད་ཀ་ཚང་མར་བདེ་མོ་ཅོ་སྟེགས་ཉན་བདེ་ག་ན་ཨེ་ནི་བདེ་སྟེགས་ན་ཡང་ང་དང་ཞག་མ་བཅུ་ཅོ་ཨེ་འགྲིགས་སྐོར་ལ་དྲི་བ་དྲིས་ལན་མཛའ་དེ་འཇིགས་ཨེ་ནི་ཚང་མ་སྐྱོ་དེ་ནོག་གསུངས་པ་བཟང་ན་དེ་ནི་ཚང་མ་ད་ཅི་རིགས་ཕན་ཐོགས་དེ་ནི་ཡོངས་སྟེ་རག་མོ་ལྟས་མོ་ལང་མོ་འདུག་དེ་ནི་ཐུགས་རྗེ་ཆེ་ཞུ་བྱ་ཡིན། ཨེ་ནས་སོང་པ་སང་ན་ད་ང་དང་ཐབ་ཀ་ཐུག་རྗེས་མ་ཨེ་ནས་ག་ད་རུང་ཨང་ཧ་ལས་ཀར་ང་དང་དག་ས་ཚང་ཚང་འགྲིག་འགྲིག་འགྲིག་ཨེ་ནས་ང་དང་དག་ས་རང་ཤེས་ས་མ་རོག་ང་དང་ཨེ་ནས་ཀུ་ལེ་ཀུ་ལེ་ཨ་ཨེ་ནས་ཡང་ད་རུང་ཨང་ངེས་ཅང་ཨ་ཟུག་ཅེས་ཆོག་ཧ་ལས་ད་རུང་ཙག་མ་བཤད་ས་ཡོད་ན་ཨོ་དེ་བཤད་བཞུགས་ཏེ་ཨེ་ནས་སངས་རྒྱས་སིད་ཛར་པ་རྣམ་ཐར་རེས་སྐོར་ལ་ད་ངེས་བདེ་ཡག་ནང་བཞུགས་ག་ནང་བཞིན། ཨེ་ནི་ངེད་ཅག་རེ་རེའི་ནང་རེ་རེས་མཁྱེན་བཅུག་སྟེ་ཨེ་ནི་ཡམ་དོལ་ལ་རང་ཡ་ལེ་དོར་དུ་ན་ང་དང་རང་ཡ་སང་ཤེས་བཞུགས་ཨེ་ནི་གཞན་ལ་ཡང་ཨེ་ནི་བདུད་འོ་ཙ་བིག་ཙ་བིག་ཡང་རེ་དང་བཞོལ་ལ་ཨེ་ནི་སངས་རྒྱས་སྲིད་ཛར་པ་རྣམས་དར་ཅི་དང་ཅི་རེས་བསྐོར་ལ། དཔེར་ན་ག་ངེད་ཅག་རང་རང་ཡའི་ཡུལ་ཡང་རང་རང་ར་གང་བོ་ཞིག་ལ་བཞུགས་སྟེ་ཡོད་ན་དེ་ན་ཉེ་འཁོར་བོ་ལ་ཨེ་ནི་ང་དང་དཔེར་ན་ཚེ་སྤགས་བཅོ་ལྔ་ནམ་གང་ཨེ་ནི་ག་ང་དང་ཚེ་སྤགས་བརྒྱད། ད་ལྟའི་སྣ་ཚོགས་ལ་ཚེ་སྤགས་ཀ་ཟུག་ཉི་ཤུར་སྔགས་ཀ་ཟུག་ཞིག་ཡིན་ན། ཨེ་ནས་ཚེ་བཟང་སྤྲུལ་བཟང་ངོ་ལ། ཨེ་ནས་ག་ཧ་ད་སངས་རྒྱས་སི་དེ་ནས་ག་ཧ་ཛར་པ་རྣམ་ཐར་ཀ་ཟུག་ཀ་ཟུག་རེས་སྐྱངས་སྐྱགས། ཧ་ལས་ཨོ་དེ་སྐོར་ལ་བཞུད་ན་དེ་ནས་ཡམ་དོལ་ལ་ག་ཧ་ང་དང་དོལ་དུ་ན་ལོན་ལོན་ཙུགས་ཁེ་ར་རྫ་དེ་ཨེ་ནས་རང་ཉེ་འཁོར་ལ་འདུག་ག་ནས་མི་ངོ་ལ་ཕན་ཐོགས་སུ་ཨེ་ནས་རྫ་དགོ་ཤེས་སྤོ་འོ་མ་ཁག་ཅན་ནོག་དོལ་ཁེ་ན་ང་དང་དོལ་ལ་ང་དང་ཚེར་ནང་ཙུགས་ཡོང་སྟེ་མ་འདུག་བ་དོལ་བ་ང་དང་འཇིགས་ན་ཚབས་སྟེ་མ་འདུག་བ། རང་ཡང་སྤོབས་པ་དང་མཉམ་པོ། ངག་ལ་ཚིག་མང་ཉུང་གཅིག་མ་གཏོགས་ཨ་གཟུགས་མེད་ན་ཡང། ངག་ཕན་པའི་སེམས་ཀྱིས་ཀུན་ལ་བསླངས་སྟེ་ད་ལྟའི་ག་ན་ཡང་ངག་བཤད་ཟེར། ངག་དེ་གཉའ་ནས་བཙིར་ཏེ་ངར་རྒྱ་ལའང་མ་ཡིན་ག་འཇིགས། ཧ་ལས་ཨོ་དེ་རིང་མི་ཡང་ངོམ་སོ་སྟངས་ག་འདྲི་ཡང་མ་ཡིན་ག་འཇིགས། ཡོད་ནས་མི་རྣམས་བར་ལ་ཅོ་ག་འདྲེའང་མ་ཡིན་ག་འཇིག་རྟེན་པས་ང་དང་སྐུ་ན་ལྷགས་ཏེ་མདོར་བསྡུ་ན་སངས་རྒྱས་སུ་མཛད་པ་རྣམ་ཐར་བོ། ཡང་མི་འཇིགས་ཀ་ཤེས་ན་ཁོའི་རྒྱུད་ལ་སངས་རྒྱས་ལ་དད་པ་དང་ཡིད་ཆེས་འཕེལ་ཨང་ཁོའི་རྒྱུད་ལ་སངས་རྒྱས་ལ་དད་པ་དང་ཡིད་ཆེས་འཕེལ་ན་ཁོ་བ་སྒེར་རྩ་དཔག་ཏུ་མེད་པ་ཞིག་བསགས་ཨང། ཁོ་བ་སྒེར་རྩ་དཔག་ཏུ་མེད་པ་ཞིག་བསགས་ན་ཚེ་འདི་ལ་ཁོ་བ་ཆོས་རྣམ་དག་ཡོངས་བྱེད། ཁོ་ཆོས་སུ་ལམ་མེད་ནའང་སྦྲུལ་སྐྱེས་མ་ཟད། ཚེ་རབས་ཕྱི་མ་རྣམས་སུ་ཡང་ཁོ་ཨ་སངས་རྒྱས་སུ་ཆོས་ནང་ཕྲ་སྟེ། སངས་རྒྱས་སུ་ཆོས་ནང་མཇལ་ཏེ། སངས་རྒྱས་སུ་ཆོས་ལ་དར་པ་སྐྱེས་ཏེ། སངས་རྒྱས་སུ་ཆོས་སུ་ནང་བཞུགས་ཏེ། སྐྱེ་བ་ན་སྐྱེ་བ། དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཐོབ་སྟེ། མཐར་གདུག་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ། ལྷ་བཟང་པོ་ཞིག་དང་རྒྱུད་ཞིག་བསགས་ཡོད་པ་བསམ་ན། ཨོ་དེ་སྐུལ་མ་ཅོ་དཀར་པོ་ང་དང་རྒྱུ་རེད་པ་བསམ་ན་ཨེ་ནི་ང་དང་འང་དགེ་བར་དཔག་ཁོ་བ་ཙམ་ཞིག་དགེ་བར་དཔག་ཏུ་མེད་པ་ས་གནྡྷེ་སྣ་ཚོགས་ང་དང་འང་བསམ་ཨོ་སོང་པ་བསམ་ན་ད་ང་དང་མི་རེ་རེ་ནང་རེ་རེས་མདོར་དོན་རང་ཡི་ཕྲུག་ཁྲ་ཕྲུག་དབུས་ཡི་ནང་འདྲ་རང་གི་ངན་དྲུང་པོ་ཡི་ནང་འདྲ་རང་གི་ཁྱིམ་མཚེས་ཡི་ནང་འདྲ་སུ་དང་སུ་ཞིག་ལ་ཡང་ཨོ་ད་ཨོ་སུ་གི་བློན་པོ་ཁྱེར་དེ་ན་ང་དང་སྐལ་ལྕགས་པོ་ཁྱེར་དེ་ན་མ་ཁག་ཅག་ནི་ནོ་ཧ་ལས་ཨོ་ད་ང་དང། སངས་རྒྱས་སུ་བསྟན་པ་དར་ཆ་ཟེར་རྒྱུའི་འོ་དོད་ནོ། དཔེར་ན་ང་དང་ལ་དྭགས་སྐོར་ལ་ཨེ་ནས་དགའ་དག་ས་ཚུགས་པ་ཨེ་རེད་ང་དང་སྤྱི་ཚོགས་ཟེར་ན་ཨོ་གཟུགས་ཀྱི་ལྷ་བརྒྱ་མང་པོ་རེད་ཁྱབ་སེམས་ཁྱབ་སེམས་ཀུ་ལེ་ཀུ་ལེ་ཀུ་ལེ་ཁུ་ལེ་ཁོ་རང་ང་དང་ཆོས་སྲིད་མིང་བཏགས་སྟེ་ཡོད་ནང་མེད་ནང་ཁྱབ་སྟེ་ཡོང་སྲིད་པ་སོང་ན་མི་ཚང་མས་བསམ་བློ་འཁུར་བཟོ་སྡུག་བཟོ་ཚང་མར་དེ་མོ་བསླུས་སྡུག་ག་ལེ། མི་ཚང་མའི་སྤྱོད་ལུགས་སྤྱོད་སྟངས་ཚང་མ་ཨར་འདེམས་འོག་ལོས་འདུག་ག་ལས་ཀ་ཨ་མི་དགེ་བའི་ཕྱོགས་ལ་འཛེམ་བྱས། ཨེ་ནས་དགེ་བའི་ཕྱོགས་ལ་བརྩོན་བྱས། ཨ་ག་ཨ་མི་ཞིག་གི་ཕྱག་ལ་བཟང་པོ་ཞིག་བཟའ་དེར་ན་སྡོད་ལ་ང་དང་དེ་ནས་དགའ་བ་སྒོམས་ཏེ་སྡོད་ལ་ང་དང་རྗེས་སུ་ཡི་རངས་སོང་སྟེ་ཨེ་ནས་སྡོད་ཨ་ང་དང་ཐར་ཐོར་ཡོང་བྱས་ཟེར་འོ་ཟེར་ཚིར་ཀ་ངོན་ཁད་དེ་ན་ཨེ་ནས་ལུས་ཤེས་པོ་ཁད་དེ་ན་ཅི་ནོག་ཟེར་ན་ངན་ངན་མེད་ང་དང་ཨ་དེ་ནས་དགའ་ཨ་ཨ་ཕི་ལས་མེ་མེ་ལས་ཨ་བ་ལས་ཨ་མ་ལས་ཨ་ཞང་ནས་ཨ་ནས་སུའི་ནང་གུར་གང་རབས་སྐུ་ནིས། ཨོ་རྫུ་གི་ལོ་འཇིག་ང་དང Scalin Scalin Scalin Scalin ཡོང་སྟོབས་ལ་དཔེར་ན་ང་དང་ཕ་མ་མུ་ནིས་ང་དང་ཚུགས་རྩིས་བཏོན་ན་ལྷ་བརྒྱ་དགའ་གཟུགས་རེ་དགའ་གཟུགས་རེ་བསལ་འདུག་ནོ་ནོ་ལེ་ནུ་མོ་ལེ་ཨི་གཟུགས་བཅོས་ཨ་མ་རོགས་འདོད་ཁྱོད་ན་ནི་སྡིག་པ་ཡོད་སྐྱག་ཟས་ཤ་བཙོག་རེད་ཨོ་དེ་ནས་ག་ང་དང་དཔེར་ན་ཆོད་དཀའི་དགོན་པ་བརྒྱ་ལ་སོང་སྟེ་ཕྱག་དང་མཆོད་པའི་མཆོད་མེ་ལ་སོགས་པ་ཕུལ་ན་ང་དང་ཚོགས་བསོད་ནམས་གསོལ་བ་ཐོབ་བ་ནོག་དེ་ཐོབ་ན་ང་དང་ཚེ་རིང་མོ་ཡོང་བ་ནོག་ནད་ངན་ན་ཚ་ཡོང་བ་མ་ནོག་ཟེར་ཨོ་ཟུག་གི་ལོ་འདྲེ་ང་དང་ག་ཚི་རི་ཀ་སྐལ་ལྷན་ཅིག་སྐལ་ལྷན་ཅིག་སྐལ་ལྷན་གསུངས་པ་ས་ན་ཨེ་ན་ང་དང་སྤྱི་ཚོགས་པོ་ཁོ་རང་གི་དེ་ན་གཞི་བདེག་ན་སྤྱི་ཚོགས་པོ་ཁོ་རང་གི་དེ་ན་ཨེ་ན་བདེན་པས་ཨེ་ན་དགའ་བཟང་པོ་ཞིག་ན་སྤྱི་ཚོགས་དེ་ན་མ་ན་བདེ་མོ་ཞིག་ན་ངན་པོ་ལུས་ས་ནོག་ག་ལེ། འོ་ད་དེ་མེད་ན་ཡེ་ནས་ང་དང་བདག་འདིར་ཡང་ཡུལ་མང་པོ་བ་ང་དང་མཐོང་འཇིག་དང་ཡིན་ནོ་བདག་འདིར་ཡང་ང་དང་སྣ་ཚུལ་ཡིན་ནའང་ཚོར་རེ་འཇིག་དང་ཡིན་ནོ། ཡེ་ནས་ཙམ་ཞིག་ད་ཧ་ལས་ཙམ་ཞིག་རྫིག་མོ་དང་འདུག་ཁོ་རང་ནང་ཁོ་རང་ནང་སྐུལ་ན་དང་འདུག་རྒྱལ་ཁ་ཕན་ཚུན་ནས་ནའང་དང་འདུག། ཡེ་ནས་དེ་ནང་ཚོ་ལ་ཁོ་ང་དང་གྲོང་པ་གཅིག་ནང་གཅིག་ཡིན་ནའང་དང་འདུག། ཨོ་གསུངས་པ་ཟེར་ན་དཔེར་ན་ང་དང་འགའ་གྲོངས་པ་ཞིག་ཡིན་ན། ཨ་ཕ་ལས་ན་ཨ་མ་ལས་བདེན་པ་ཁྱོད་ཀྱི་བསམ་བློ་རྒྱ་ལ་བསྣམས་ཏེ་ཁྱོད་དང་མཐུན་པའི་ཕྱག་ལ་མཛད་གང་བྲིས་ཡོད་ན། དེ་ཁོང་ཁྲོ་བོའི་ནང་བསམ་བློ་བཏང་བཟོ་སྡུག་བཟོ་གང་མ་ཚང་མ་དེ་ནས་པ་སོ་སོ་ཡོང་འདུག་ག་ལེ། ཐ་ན་བཟུང་སྟེ་སྤེ་ར་ཟེར་སྟངས་པ་ཁོ་རང་སོ་སོ་ཡོང་འདུག་ག་ལེ། སྤེ་ར་ཨོ་ཀུ་ཅོ་དང་ཟེར་གང་མ་ཡིན་ག། ཡེ་ནས་ངར་ཤུགས་ནང་ངན་པོ་གཟེར་སྐལ་མ་ཡིན་གང་ཀུ་ལེ་ཀུ་ལེ་གཞི་རྩའི་ནང་ངན་པོ་བདེན་པས་ངས་མི་མང་པོ་མཐོང་དེ་ནས་དགའ་མི་མང་པོ་སྨོད་ལ་སྨོད་འདུག་བ་འདི་མི་དངོས་དང་མ་བདེན་པ་ཡ་རབས་བཟང་སྤྱོད་ཅན་ཞིག་ཡིན་ཅེས་འདུག་ཅེས་ཟེར་ན་ཁོས་སྤེ་ར་གཟེར་རྗེས་ག་ན་ཧ་གོ་རུག་ཟེར་འདུག་ཨ་ལེ། ཡེ་ནས་གཞན་ལ་མིར་གདོང་བའི་རྣམ་འགྱུར་སྟན་དང་ཡང་ག་ན་ཧ་གོ་རུག་ཟེར་འདུག་ཨ་ལེ་བདེན་པས་ཟེར་འདུག་ཨ་ལེ། ཨེ་ནས་ཨོ་ད་དེ་ཚང་མ་རྒྱ་ལ་ཡོད་ན་མི་ཁོ་རང་ངའི་གདོག་པོ་ཁོ་རང་ཡང་དེ་མེད་གྱུར་འདུག་ག་ལེ་ཁོ་རང་བཞིན་གྱི་ཅེས་ཟེར་ན་ཁོ་ང་དང་ཨི་ན་ཨི་ནོག་ང་དང་དང་དེ་ངའི་ཚན་རིག་པ་དངོས་ནས་སོང་ཟེར་ནོག་སྨན་པ་ཁ་པ་དངོས་ནས་སོང་ཟེར་ནོག་སེམས་ནང་ལ་ཙམ་ཞིག་གཞི་བདེ་ནང་བག་ཕེབས་ཡོད་ན་དེ་ཙམ་ཞིག་ཨི་ནི་གཟུགས་པོ་བདེ་མོ་ལུས་ཤ་ཨི་ནི་གཟུགས་པའི་ཁྲག་ཚང་མ་བདེ་མོ་གྱུར་ཏེ་ཡར་འདོན་ལར་རྒྱུག་ཡོད་པ་བསམ་ན་ཨི་ནི་གཟུགས་པའི་མདངས་པོ་ཡང་མིན་ན་གཟུགས་པའི་གདོག་པོ་ནང་ངའི་བདེ་མོ་ལུས་ཟེར་ནོག་ཟེར་ཏེ་ཁོང་ཟེར་རང་ཟེར་འདུག་དེ་ང་དང་ཆོས་ཟེར་ན་གསུང་ཟེར་ན་བཟོད་པས་མཛེས་ཤིང་སྐྱེ་བོ་དམ་པ་ལ་ཟེར་ཏེ་ཧ་ལས། འོ་བརྩམས་ཤིག་མི་བཟོད་སྒོམ་ཅན་ཡོད་ན་ཨེ་ནི་དགའ་བདེན་པས་དེ་ནས་བདེ་འཚམས་ཤིག་གོ། འོ་ནི་གཟུགས་མཛེས་པོ་ཡོངས་བཅགས་དང་དེ་ཚང་མ་ལ་བརྒྱད་བཅར་བརྒྱད་ཐམ་པ་ཕ་ནི་བསྐྱལ་ཨ་ལས། འོ་སོང་བ་སང་ན་ད་བདེན་པས་དགའ་ང་དང་སངས་རྒྱས་སྲིད་མཛད་པ་རྣམ་ཐར་ངུ་ཧ་ལས་ད་ང་དང་ཤེས་ཟན་པོ་ཅིག་ཨེ་ནི་དགའི་འོ་ད་ང་དང་གཞན་ལ་སྤེལ་བྱེད་སྲིད་སྤེལ་བྱེད་ཟན་པོ་ཅིག་ང་ཨིན་ཇི་མིན་ཇི་ང་ཆོས་བཤད་དེ་ཟེར་གང་ཞིག་རྣམ་འགྱུར་སྟངས་དེ་ང་དང་སྡེ་གཟུགས་སྤེལ་ཆ་ཙམ་ལ་མདོར་བསྡུ་ན་ང་དང་ཞར་དང་ཞོར་ལ་ང་དང་བསམ་བློའི་ནང་ངོ་བ་ངེས་ཁོ་བ་སྡེ་གཟུགས་ཤེད་ཤུགས་ཡིན་ངེས་ཁོ་བ་དོན་ཤ་དེང་སམ་དེ་ཡིན་ན་ཡིན་ན་གཟུགས་སྤེལ་ར་ཁད་དེ་ན་ང་དང་ཆོས་ཀྱི་རྣམ་འགྱུར་གྱི་ནོར་རྐྱང་མ་སྟར་ན་འགྲིགས་ཏེ་སྟར་ངེས་ན་སྟར་ན་ངེས་ཟད་གལ་ཏེ་སྟར་མ་ཡིན་ན་ཡིན་ན་གཟུགས་ཡིན་ང་དང་རེད་དང་ཞོར་ལ་ཡིན་ཨོ་གཟུགས་བྱུང་ན་ང་དང་ད། གདངས་འདི་འདི་ཡང་སྔགས་ལ་ང་དང་མི་རྟག་པར་དྲངས་སྐུར་བཞུགས་ཟེར་རོགས་པ་ཨོ་ང་དང་ཁྱོད་སྤྱོད་བཅས་སྲིད་འདི་ནས་ག་དུས་རྩོད་པོ་ཐོ་བ་མིན་ན་ཐོ་བ་མིན་ན་ང་སྟེང་འཇིག་ན་སྐྱོན་འཛལ་པོ་ཅིག་ཡོང་ཨ་མེད་རོགས་ཨ་ལེ་སྟེང་འཇིག་ན་ང་དང་ན་ལུས་སྲིད་ད་ལུས་ས་མིན་ཁོ་རང་ཟེར་བཤད་ཤ་ཟ་མེད་པ་བསམ་ན་ཨོ་ད་བདག་ས་ན་ང་བདག་ས་ང་དང་ཉི་མ་རེ་རེ་ལགས་པོ་སྐྱོན་སྐྱོན་ཅིག་འདས་ན་ཉམས་པོ་ཉམས་པོ་ང་དང་ཁྱོད་སྤོ་ག་གཟུགས་ཤིག་སྤྱོད་བཅས་སྲིད་ང་དང་སྒོ་སྐབས་ལེན་རྒྱ་ཉན་བཅས་སྡུག་ལྟ་བ་ཤ་སྤོ་མ་ཁག་ཅག་ནི་རོགས་ཨ་ལེ།

ལས་དེ་ནི་ཀུ་ལས་ཀུ་ལས་སྐྱོ་ར་འཛར་ན་ཨེ་ནས་དེ་ན་ག་ཁྱེད་དེ་ན་དེ་ནི་ངན་ན་ཞག་གཏང་སྐྱོ་ཅེས་དེ་རང་མ་ངན་ན་ཨེ་ནས་ཚེ་བཟང་ཏུ་ཟ་ངུ་ལ་ད་ངས་སྤར་སྐྱོ་ཅེས་དེ་རང་སྐྱོ་ང་རང་ནམ་ག་ངུ་ལ་ད་ངས་སྤར་སྐྱོ་ར་འཛར་ན་ད་དེ་ངས་ཅང་ཐུབ་ཀན་ངུ་ལ་ཧེ་ལས་ཡང་ག་དུས་ཚོད་ཁོ་མེད་ཨེ་ནས་ཡང་ཁམ་དོན་ཡ་མ་ན་མང་པོ་ཡོད་ཀན་ངུ་ལ་ནས་ཐུག་ཨ་མེད་ཀྱ་ཁོ་རང་གི་དུར་རྒྱུད་ན་ཁམ་དོན་མང་པོ་ཞིག་ཡང་ང་དང་ལ་ཅི་ཞོག་ད་ང་དང་ཨི་དམ་དང་ད་ཨི་གཟུགས་ཡང་ང་དང་བང་ལུང་མང་པོ་བཞུས་ཏེ་ཡོད་ན་ཡང་ཁོ་རང་ཁོ་རང་ཡང་ཁ་ལན་དམ་བཅའ་རེ་འཛར་ཏེ་ཡོད་ཀྱ། ཨེ་ནི་འདས་གང་ཡང་ང་དང་མང་པོ་གཉའ་ན་མི་རོ་བ་ལས། གལ་ཏེ་གཉན་ན་ཨེ་ནི་ང་དང་ཨོ་ཨོ་དེ་ཐབས་དཀར་ཐུགས་རྗེ་མ་བཞག་སྟངས་སྐྱོ་ར་ན་སྔ་དོགས་སྐྱོ་ར་རིན་པོ་ཆེ་ཨེ་ནི་སངས་རྒྱས་སུ་མཛད་པ་རྣམས་ལྟ་བུ་ང་དང་སེམས་ལ་དྲན་ཏེ་ད་འདས་གང་ན་ང་དང་ཚིག་སི་གོ་འང་བ་འཇིག་སླེབ་བྱ་རུང་དག་ན་མང་པོ་ཁྲིད་དེ་ནོ། ཨེ་ནི་ད་རུང་འང་མ་སླེབ་ན་ད་རུང་འང་སློབ་སྦྱོང་མཛའ་སྟེ་ད་རུང་ཡང་ཡང་གཉའ་ན་མཛའ་སྟེ། ཨོ་ཡང་འདིའི་དོན་དག་པོ་ཅི་མེ་ནི་ཧ་ལ་བཟང་པོ་ཅི་བཞག་སྟངས་རེ་རེ་སྐྱོ་ར་རིན་པོ་ཆེ་ཨེ་ནི་ཁོས་གང་ན་ཡང་དོན་དག་པོ་འང་ང་དང་ན་ང་དང་བྲི་བ་ཡོང་འང་བ་ལས་དུས་འང་ཤེས་སྡུ་བ་ཤི་བསམ་མི་ནུས་བསམ་ག་འཇིག། རེད་མ་ཤེས་ན་ཡང་ཡང་ཉན། འོ་ཤེས་ན་འོ་ད་དེ་ན་གཟན་པོ་ཅིག་འདོད་བསམ་བློ་བཞག་དང་དང་པོ་ཅིག་བདེན་པས་ད་སངས་རྒྱས་སི་སྐུ་གསུང་ཐུགས་ཀྱི་བྱིན་རླབས་ང་དང་འཇུག་ཨ་ནོ་ཧ་ལས། འོ་དེ་ནས་སྐུ་གསུང་ཐུགས་ཀྱི་བྱིན་རླབས་པོ་ང་དང་འཇུག་ན་ང་དང་ཅི་ཆ་ནོག་ཟེར་ན། སྐུ་ཡི་བྱིན་རླབས་ང་དང་རྒྱུ་ངར་པོ་གཅིག། ཨེ་ནས་ང་དང་གཟུགས་པོ། སྒོ་མེད་ཀ་གཟུགས་པོ་བདེ་མོ་ལུས་ཤེས། ཧ་ལས་གཟུགས་པོ་ལ་སྣ་ན་ཚ་བྱེད་གདོང་མང་པོ་མི་ཡོང་ཅེས། ཨེ་ནས་གཟུགས་པོ་ཐང་པོ་དང་གཟུགས་པོ་དེ་ནས་ག་གི་དེ་ན་མཛེས་ཤིང་ཡིད་དུ་འོང་ང་འོ་འགྱུར་ཅེས། གཟུགས་པོའི་སྒོ་ན་ང་དང་ལཱས་ངན་པ་དང་ལཱས་མི་དགེ་བ་བསགས་བྱ་ལ་གོ་སྐབས་མང་པོ་མི་ཡོང་ཆེད། འདས་ན་གཟུགས་པོ་དེ་ནི་དགེ་བའི་ཕྱོགས་ལ་ཙམ་ཞིག་བཀོལ་ན་ཡང་འདོད་རང་ངལ་བྱ་རྣམས་ཐང་ཆད་བྱ་རྣམས་འོ་དོད་ལ་འདས་ན་འཚེར་སྣང་དང་སུན་སྣང་མི་ཡོང་ཆེད། ཨོ་ད་མདོར་བསྡུ་ན་ཨེ་རེད་ག་ཧ་ཨ་ང་དང་སངས་རྒྱས་སུ་སྐུལ་གྱི་ལབ་རྒྱུ་ངན་པོ་ཅིག་ཨེ་རེད་ང་དང་གཟུགས་པོ་ཟེར་ན་ལུས་ཀྱི་ཨེ་རེད་བྱ་བ་དང་སྤྱོད་པ་ངན་པ་གང་ཚང་མ་ཨེ་རེད་གག་ཟེར་འཇིག་ཨེ་རེད་ལུས་དགེ་བའི་ཕྱོགས་ལ་སྐུལ་བྱེད་ལ་ཨེ་རེད་ག་ཨ་ཕན་ཐོགས་བརྒྱ་ལ་ཡོང་བའི་ཆོས་ལོག་ད་དེ་སྣ་ཚོགས་ལ་སངས་རྒྱས་ལ་སངས་རྒྱས་སུ་མཛད་པ་རྣམ་ཐར་པ་ལ་ང་དང་ད་ཤེས་ཏེ་ཁམས་དོན་གྱི་རྒྱུ་སྐྱོ་རེ་འཇོག་ཏུ་བྱོན་པ་ཅིག་ཨེ་རེད་སངས་རྒྱས་སུ་གསུང་གི་བྱིན་རླབས་སྤོག་ང་དང་རྒྱུ་ཨེ་ཁྱབ། འོ་ད་གསུང་གི་བྱིན་རླབས་པོ་ང་དང་རྒྱུག་ན་ཅི་བྱེད་སྐྱག་ཟེར་ན་ང་དང་ཨེ་ཨེ་ནས་སྤེ་ར་ཟེར་ཚོ་འདུག་ཚོ་ཚང་མ་བདེ་མོ་མཉམ་པོ་ཡོང་ཅེས། ཨེ་ནས་ང་དང་ཁ་ན་ཡང་སྤེ་ར་དེ་ནས་ག་ཁྱེད་དེ་ནང་རྫུན་ཕྲ་མ་ཚིག་རྩུབ་ངག་འཁྱལ་ངུ་འཁྱལ་དེ་རང་ཨེ་ནས་ཀུ་ལེ་ཀུ་ལེ་ཉུག་ངོ་ཉུག་ངོ་ཉུག་ངོ་བྱ་ཅེས། ཨེ་ནས་དེ་འདྲ་ཚོ་ལ་རྫུན་སྤངས་རྫུན་སྤངས་ཏེ་ཨེ་ནས་བདེན་པའི་ཚིག་སྨྲ་ཅེས།

དོན་དག་ཅན་གྱི་བདེན་པ་རྒྱུ་མཚན་ཅན་གྱི་ཞལ་ལྟ་གསུང་བྱས་སུ་ང་དང་ཨོ་སུ་གིས་བྱིན་རླབས་བྱུང་བ་ནོ། བདེན་སྣ་ཚོགས་ལ་ངག་གི་མི་དགེ་བ་ཐམས་ཅད་སྤངས་ན་ཨོ་ད་ངག་གི་སྒོ་ནས་དགེ་བ་བསྒྲུབ་བྱས་ལ་ང་དང་དཀའ་ངལ་བར་དོ་མི་ཡོང་བྱས། དགེ་བ་བསྒྲུབ་ཉིན་འགྲོ་བྱས། ང་དང་ཁམས་དོན་དགེ་སྦྱོར་སྐྱོར་ཉིན་འགྲོ་བྱས། ཨོ་གཟུགས་གསུངས་པ་ས་ན་ད་སངས་རྒྱས་སུ་གསུང་གི་ཅིན་ལགས་པོ་ཨོ་ནི་ང་དང་རྒྱུ་གང་པོ་ཅིག་ཨོ་ད་ང་དང་ཨོ་གཟུགས་ཨོ་གཟུགས་རེད་ཀུ་ལེ་ཀུ་ལེ་ཀུ་ལེ་ཀུ་ལེ་ང་དང་ཕལ་ལེ་འཇིག་དང་ཡོང་ངོ་ཨོ་ད་དེ་སྣ་ཚོགས་ལ་ང་དང་ཁམས་དོན་དགེ་སྦྱོར་མང་པོ་སྐྱོར་ཕེ་ན་ཐབས་ཀ་ཐུགས་རྗེ་མ་ང་དང་ཡང་ཡང་སྐྱོར་ན་ཨེ་ནི་སངས་རྒྱས་སུ་ཐུགས་ཀྱི་ཅིན་ལགས་པོ་ང་དང་འཇུག་ཅེས། ཨོ་ད་ཐུག་གི་བྱིན་རླབས་པོ་ལྔ་དང་རྒྱུ་གར་པོ་གཅིག་ལྔ་དང་ཨེ་འདི་ནི། གངས་ཉོན་མོངས་པ་རྡོ་ཆགས་བཞི་དང་གཏི་མུག་ཚང་མ་བསྐྱེད་དེ་ན། ཨོ་འདི་ནི་ཁོ་རང་རང་གསར་བཞི་སྟེ་ཧ་ལས་རྡོར་དུ་ན་ཨེ་ནི་ག་ཁོ་རང་ཁོ་རང་ཨེ་ནི་ཀུ་ལེ་ཀུ་ལེ་ཉུང་ཨེ་ཉུང་སོང་སྟེ་ཨེ་ནི་ག་བསྐྱེད་དེ་ན། ཏཱད་པ་ཨི་ཆེས་ཨོ་འདི་ནི་ག། འདི་ནི་ག་གེ་དེ་ན་ང་དང་འདོད་ཆགས་མེད་པའི་སེམས། བཞེད་སྟངས་མེད་པའི་སེམས། ང་རྒྱལ་མེད་པའི་བསམ་བློ་འོན་གེ་དེ་ན། ང་དང་ང་རྒྱུད་ལ་མང་ང་མང་ང་གོང་དུ་གོང་དུ་གོང་དུ་འཕེལ་ལེན་གྱི་ཆ་བྱེད། ཨོ་དེ་ནས་ང་དང་ཆོས་མ་ཤེས་ག་ནས་ཡོད་ན་དེ་འོས་ཤེས་ཤེས། སེམས་ལ་དཀའ་ངལ་བར་དོ་ཙམ་ཞིག་ཡོད་ན་དེ་ཚང་མ་ཀུ་ལེ་ཀུ་ལེ་ཡང་ཉུང་བ་ཆ་བྱེད། ཨེ་ནས་སེམས་ཁེ་དེ་ན་བཞི་བཟླས་ཡིད་པད་སྨད་ན་དགའ་ལྷང་ལྷང་སྤྲོ་ལྷང་ལྷང་སྙམ་པོ་ཨེ་ནས་ནམ་ཡིན་ན་ལུས་ཤེས། ཨོ་ད་དེ་ག་ན་སངས་རྒྱས་སི་ཐུགས་ཀྱི་བྱིན་རླབས་པོ་ཨེ་ནས་ང་དང་རྒྱུ་ག་ནོ་ག་ལས་སོང་པ་ས་ན་ཐུགས་ཀྱི་བྱིན་རླབས་པོ་ང་དང་རྒྱུ་ག་པོ་ཅིག་ང་དང་སེམས་ལ་དགའ་བ་དང་བདེ་བ་དང་བཞི་བཟླས་བག་ཕེབས་ཡོང་ཆེས་ཨེ་ནས་སེམས་ཀྱི་བསམ་ངན་ཕྲ་དོག་ནང་བདེ་ཚང་མ་ཁེ་དེ་ན་ཀུ་ལེ་ཀུ་ལེ་ཨེ་ནས་མེད་ག་འཆའ་ཆེས་ཨོ་གཟུགས་ཀྱི་བྱིན་རླབས་ཚང་མ་ང་དང་རྒྱུ་ག་ནོ་ག་ལས།

དུར་རྒྱུན་ན་ང་དང་གཞུ་ཆེན་མེད་ན་གང་ཞིག་གསེར་གྱི་རིགས་ལ་སྟན་བཅར་ན་དེའི་འདབ་ཆགས་ཐམས་ཅད་གསེར་དུ་འགྱུར། གང་ཞིག་དུག་གི་རིགས་ལ་སྟན་བཅར་ན་དེའི་འདབ་ཆགས་ཐམས་ཅད་དུག་ཏུ་འགྱུར། ཟེར་ཏེ། ག་ཨ་ང་དང་མཛའ་བོ་ངོ་ཤེས་མི་བཟང་པོ་ཞིག་ལ་སྟན་རན་པོ་ཆེ་དཀོན་མཆེད་ཁོའི་སྤྱོད་པ་ཡང་ཨ་དེ་མི་བཟང་པའི་སྤྱོད་པ་ནང་མཐུན་ཏེ་བཟང་པའི་སྤྱོད་པ་བཙོག་གྱུར་ཏེ་ཁོའང་མི་ཡ་རབས་བཟང་སྤྱོད་ཅན་གྱི་གྱུར་འདུག་ག་ལེགས། ཨོ་ད་ང་དང་ག་ཛའོ་ངོ་ཤེས་དེ་མི་མི་མ་རབས་མཐའ་ཤལ་ཨེ་སྤྱོད་པ་རྩུབ་པོ་རེད་ན་ངན་པོ་རྒྱུ་གར་འབོད་ཅིག་ཨེ་ནི་ད་ཁོའི་སྤྱོད་པའང་བདེན་ན་ན་ཙོག་ཆར་བ་ལེར་དཔེར་ན་ང་དང་གཟིགས་སེ་འཇིག་དང་རག་པ་ང་དང་རྣོ་རྣོ་ལས་རྣོ་མོ་ལས་མང་པོ་ཞིག་སྒོ་མ་ན་མ་ན་རྒྱ་ལ་ཡོད་དཀར་ངོས་ནང་བན་ཆེ་ཁོ་ཛའོར་ཙོག་པོ་རེད་ཤེས་གན་ཙོག་པོ་རེད་ཨོ་དེ་ངོ་ཤེར་ཙོག་པོ་རེད་ཐུགས་དེ་ན་ཨེ་ནི་ཁོ་རང་ངན་པོ་སྦྲུལ་ཁོའི་ཡ་གཟུགས་ཀུན་བཟང་ན་ཁོའི་བྱ་བ་ན་སྤྱོད་པ་ཚང་མ་རོབ་དགོས་དེ་ཨེ་ནི་ང་དང་རྣོ་རྣོ་རྣོ་མོ་ལས་ངོས་ན་ཅང་མི་འདོད་ཅེས་གྱུར་འདུག་བ་ལེ། ཨོ་ད་ང་དང་ནོ་ནོ་ནུ་མོ་ལ་ཡང་ཁ་ཅིག་ཡང་མཚུངས་ཚེ་ཙ་ན་མ་ན་ང་དང་སྐྱོང་པོ་པར་ཙིང་ཀེ་ཨེ་ནི་པི་སྤེ་ར་ཟེར་སྟངས་དེར་ཅི་ཡིན་ན་ཙོག་པོ་ཡོད་ནས་བན་ཅེ་ཨེ་ཡང་ཁོ་ཨ་ཛའོ་ངོ་ཤེས་བདེ་མོ་རེད་ཡང་རྒྱ་ལ་རེད་ཨ་གཟུགས་རེད་མི་བཟང་པོ་རེད་ཐུགས་ཏེ་ཨེ་ནི་དེ་ན་ཉེ་པོ་བྱམས་པོ་ཅིག་ཡང་ཁོ་རོབ་ད་ཅི་སྔར་ལ་ཙམ་ཙམ་ཞིག་ཡོད་ན་དེ་ཚང་མ་རོབ་གྱུར་ཏེ་མེད་ག་མཚུངས་ཏེ་ཡང་ཁོ་མི་ཡ་རབས་བཟང་སྤྱོད་ཅན་གྱི་གྱུར་འདུག་ཨ་དེ་ང་དང་ཐོག་འཇིག་དང་ཡིན་ནོ། བ་སོང་པ་ཟ་ན་ང་དང། སངས་རྒྱས་སུའི་བྱིན་རླབས་ང་དང་འཇུག་དེ་བཟང་པོ་གཅིག་སངས་རྒྱས་སུའི་སྐུ་གསུང་ཐུགས་ཀྱི་བྱིན་ལ་ཤུལ་བོ་ཡ་མེད་ན་ང་དང་སྒོ་ཟིག་བརྒྱབ་པ་བཅད་ཟིན་ན་ང་དང་དེ་ལ་བསམ་བློ་དང་བསམ་བློ་དང་རན་པོ་གཅིག་འདོད་དགའ་བ་ནང་ཨེ་འདོད་བཟང་པོ་ཐོང་འདོད་རྒྱ་ལ་ཤོང་འདོད་དར་པ་དང་ཨེ་ཆེས་འཕེལ་རན་པོ་གཅིག་ངའང་འདོད་བཅོག་གོ་ཞེས་རགས་བསམ་སྐམ་པོ་ཁེ་དེ་ནས་ང་དང་ཡོང་བ་རོགས་ལས། ཨོ་ད་དེ་སྣ་ཚོགས་ལ། ང་དང་རང་སྣང་རང་ཨེས། ཧ་ལས་ཨོ་ད་བྱ་བ་ནག་སྤྱོད་པ་བཟང་པོས་སྤྱོད་ན། དེ་འོ་དེ་ན་དེ་འོ་བཞག་སྟེ་ཨེ་ནི་ཡང་མི་ཀུན་ལ་ཡང་ཨོ་དེ་ང་དེ་བྱ་བ་ནག་སྤྱོད་པ་བཟང་པོ་ཁོའང་བཟང་པོ་མཐོང་སྟེ་དོལ་རྒྱལ་ལ་མཐོང་སྟེ་ཨོ་ང་བཟང་ཁོ་དེ་གཟུགས་སྤྱོད་རུག་ང་བཟང་དེ་གཟུགས་སྤྱོད་འོ་སོགས་བསམ་ག་འདྲེ་ཡོང་བ་པོ་ཅིག་ཨེ་ནི་ད་དེ་ག་ན་ཨེ་ནི་དེམ་པས་ཨེ་ནི་ང་དང་ག་གེ་དེ་ན་ཨེ་ནི་གཞན་དགེ་བ་ལ་སྐུལ་བྱེད་སའི་ཐབས་པོ་མང་པོ་འགྲོ་ག་ལས། དུ་རྒྱུ་ལས་ང་དང་དེ་ནས་ཕྱིར་སྤེལ་ཕྱག་སྤེལ་བསྐུར་ན། ཐོས་པར་བརྒྱ་ལ་མཐོང་བ་གཅིག་ཟེར་འདུག་བ་ལས། འོ་ང་དང་བདུད་བརྒྱ་ལ་ནོག་བདུད་བརྒྱ་ལ་ནོག་བདུད་དྲག་པོ་ནོག་བདུད་བྱོན་ན་བརྒྱ་ལ་ཡིག་བརྒྱ་ཟེར་གཞན་ལ་ཚེར་མག་བརྒྱ་ཟེར་ར་སང་ང་དང་རང་ཡིས་བཅོས་ཏེ་ཚེར་མག་ཅིག་ཁོ་བ་སྟན་ཏེ་ཁོ་བ་མིག་གིས་མཐོང་བཅུགས་བཏང་ན་ཁོའི་ཉམས་ལྕོགས་ན་ཚོར་ཅེས་པོ་བརྒྱ་སང་ཁོ་བ་མིག་གིས་སྟན་ཅེས་པོ་མཐོང་མཐོང་ཅེས་པོ་ཐང་མག་གཅིག་ཚེར་མག་གཅིག་འདྲ་བ་བཞིན་ཙོག་ཞིག་མཐོང་ན་ཨེ་ནས་དེ་ག་ན་ཁོ་བ་ཁྱད་སེམས་ལ་ཁྱད་ཧྲན་ཏེ་སླེབ་པ་ནོག་བདུད་ང་དང་ཨ་སླེབ་འདུག་བ་ལས། ཧ་ལས་དེ་ངོ་ཤེས་གཅིག་ཨི་ནོག་ཨི་ནོག་ཟེར་མང་པོ་ཚོར་རེ་འདུག་ག་སང་ཉི་མ་གཅིག་རེ་མི་གཅིག་སྡོད་གཏོང་ཆོག་གང་མོ་ང་དང་ཐོང་སྟེ་སྡོད་ང་དང་རྒྱ་ལ་ཐོང་ཨན་པོ་ཅི་ཧ་གོ་ཨན་པོ་ཅི་ཨོ་ད་ངའང་སྡོད་མ་བཅོས་ཨ་ད་ཐབས་ཁོ་རང་མི་ནུག་ཧ་ལགས་བསམ་ག་ཨན་པོ་ཅིག་ང་དང་ཡོང་འདུག་ག་ལས། ཨོ་སོང་བ་སང་ཨ་ད་ངས་ཞུས་ཅི་ཟེར་དོན་དག་པོ་ཅི་ཟེར་ན། ཨོ་ང་དང་ཨན་དེ་ནས་ཐབས་ཁ་ཐུག་རེ་བྱེད་མ་ཨེ་ནས་ཞལ་འདོན་མཛའ་དེ་འཇིག་ཨེ་ནས་ཞག་པང་བསམ་བློ་བཏང་སྟེ་ཨེ་ནས་བསྡད་ག་ཨན་པོ་ཨེ་འདེད་ག་ན་ང་དང་སེམས་ལ་འགྱུར་བ་ཡོང་ཨ་རོགས། ཨེ་འདི་ག་ནས་སེམས་ལ་འགྱུར་བ་ཡོང་ན་ང་དང་ཁྱོད་སྤྱོད་བྱ་ཟེར་དགོས་དཀའ་པོ་ཡང་མིན་ན་ཁྱོད་ལ་སློབ་སྦྱོང་སྤྱོད་བྱ་ཟེར་དགོས་ཨེ་ནི་ང་དང་དོན་དག་པོ་སྒྲུབ་དེ་རང་བ་ལས། འོ་ད་སེམས་ཆོས་ཙམ་ཞིག་སྦྱངས་ནང་ཆོས་ཙམ་ཞིག་སྤྱོད་ནང་སེམས་ལ་འགྱུར་བ་མ་ཡོང་ན། ཨེ་ནི་ཁྱོད་སྤྱོད་བྱ་ཟེར་དགོས་དཀའ་པོ་དེ་འདི་དགོས་དཀའ་པོ་ཁོ་རང་མ་ན་མ་འགྲུབ་བ་རང་བ་ལས། དཔེར་ན་ང་དང་ཨོ་མ་ཙམ་ཞིག་ཤོག་ནང་མར་མ་འབིགས་ན། ཧ་ལས། ཨོ་ད་ད་ར་ཀོ་དེ་གཞར་དང་ཞོར་ལ་ཡོང་ཅ་ཞིག་ཡིན་ནོ་མ་གཏོགས། བདེན་པའི་ཁོས་ང་དང་མིག་ཡུལ་བོ་ཁེ་དེ་ན་ཨོ་མ་ཤོག་ཅ་སྤུ་ཁེ་དེ་ན། ད་ར། ད་ར་ཨོ་མ་ད་ར་བསྒྱུར་ཅ་སི་དོན་དག་མ་ནོ་ཧ་ལས། ཨོ་སོང་པ་ས་ན་ང་དང་ཨོ་མ་ཙམ་ཞིག་མ་མ་ཤོག་ན་ཡང། ཨོ་དེ་ནས་མར་བོ་རྒྱ་ལེགས་འབིང་དགོ་ཤ་སྤུ་ཚང་མ་སང་ཁག་ཆེར་མ་ཆེར་ཀྱང་མར་བོ་སྙུན་བརྩེགས་མི་ནས་མ་འབིགས་ང་ད་ར་མང་ཐག་ཆོད་འབིངས་སྟེ། ཡིན་ནི་གུ་རུ་ན་འོ་མ་འཕྲོ་བརླག་དང་ཀ་རྫོགས་ཤིག་ཡང་ཡིན་རུང་བ་ལས། འོ་གསུངས་པ་ས་ན་ང་དང་ཆོས་སྤྱོད་བྱ་སའི་སྒོ་སྤ་རྒྱུ་མཚན། མི་རྒྱུལ་བོ་ཁྱེད་དང་ན་ཅི་ནོག་ཟེར་ན། འོ་ད་དེ་ནི་དགའ་ཆོས་སློབ་སྦྱོང་སྤྱོད་གང་ཅིག་ཡིན་ནང་འདྲ་ཁ་མདོ་དགེ་སྦྱོར་སྤྱོད་གང་ཅིག་ཡིན་ནང་འདྲ་ཕྱག་སྐོར་ར་སྐོར་བྱ་ཞིག་ཡིན་ནང་འདྲ་ཅི་ཡིན་ན་བདེ་ཚང་མ་དོན་བདག་ཕུགས་སི་ང་དང་དོན་བདག་པོ་ཅི་ནོག་ཟེར་ན། ཉོན་མོངས་པ་ཉུང་བརྩེ་བྱ་བྱ་སའི་དོན་བདག་ཡིན་རུང་བ་ལས། ཉོན་མོངས་པ་ཉུང་ཙམ་མ་ཆགས། ཙི་ཕེ་ར་ཙི་བཟང་ང་འཇིགས་རྩྭ་རིགས་ཟེར་ན་ཧྲོ་ལངས་ཆོག་ཆོག་རྡག་ས་རང་རེད་རེད་པད་ཁོ་རང་ང་དང་སྟག་གཟིག་ཆུང་ས་ནང་བཞིན་ངར་ཆོག་ཆོག་ཡོད་ན་ཨོ་ད་གམ་དོན་དགེ་སྦྱོར་ཙམ་ཞིག་སྐྱོར་ནང་བསྡད་ག་ན་ང་དང་ཕན་ཐོགས་མ་ལས་བ་ནོ་ལེ། ཕྱག་སྐོར་ར་ཙམ་ཞིག་སྐོར་ནང་བསྡད་ག་ན་ང་དང་ཕན་ཐོགས་མ་ལས་བ་ནོ་ལེ་ཨོ་སོང་བ་ས་ན་ང་དང་ཆོས་ཆོས་ཆོས་སྦྱངས་ཏེ་ཡོད་ན་དཔེར་ན་ང་དང་སློབ་སྦྱོང་ཙམ་ཞིག་བྱོས་ཏེ་ཡོད་ན་ཨེ་ནི་ཁོ་ཙི་ཕེ་ར་ཙི། གཅིག་ཟེར་རན་པོ་གཅིག་མ་རེད་མ་རེད་རྩ་བའི་གང་ཆ་ས་མེར་གང་གྱི་བདག་ས་རང་ཧྲོ་འོང་སྟེ་ག་ཧར་ཟེར་འཇིག་པའི་ཁོ་རང་བདེ་བདེ་ངར་ཆོག་ཆོག་ཡོད་ན་ཁྲུའུ་ངོས་ལ་སྤེ་ར་ང་བཏང་སྟེ་ཟེར་ཆོག་ཆོག་ཧྲོ་བླངས་ཆོག་ཆོག་ཡོད་ན་ཨེ་ནི་ད་ཁོས་ཆོས་པོ་ཆོས་སུ་མ་སོང་ཨ་ནོ་ཨ་ལེ་ཆོས་པོ་རྣམ་དག་ཅིག་ག་མ་གྱུར་ཨ་ནོ་ཨ་ལེ། གསུངས་པ་སོགས་ན་ཆོས་ཙམ་ཞིག་ང་དང། ཆོས་ཀྱི་བྱིན་རླབས་ཙམ་ཞིག་ང་དང་འཇུག་ཏུ་ཡོད་ན་འཇུག་པའི་རྟགས་པོ་ཅི་ཡོད་མགོ་ས་ནས་འོག་ཟེར་ན་སེམས་རྒྱུད་པོ་བཞི་ཞིག་འདུལ་བ་ཞིག་སེམས་པོ་སྤྲང་པོ། ང་དང་ཡང་ཁོ་སྐྱེ་བ་སྔ་མའི་བག་ཆགས་ངན་པ་ལ་ངན་པའི་དབང་གིས་དབྱིན་ན་དབྱིན་ཇིར་འདུག་ག་ལེ། བསམ་བློ་མ་རུང་བ་ན་བསམ་བློ་ཙོག་པོ་མང་ཡང་འཁོར་འདུག་ག་ལེ། དཔེར་ན་ངས་ངེད་ཅག་ང་ངེད་ཅག་རང་ནང་རང་ཨ་གཟིགས་བཟང། ཨེ་རང་ཨའི་ཁྱིམ་མཚེས། ཡང་མིན་རང་ཨའི་ཉེ་འཁོར་ན་ཡོད་ཀ་ནི། ད་རང་ཨ་བདེན་པའི་སེམས་གཏིང་ན་ཐད་ཀ་འདྲེ་ཡིན་ན་ནི། ད་འདི་གཟུགས་སེམས་ལ་སོགས་པོ་ཁོ་རང་མེད་འགྲོ་མ་གཏོགས། རང་ཨ་མ་ན་འདི་འབྲིང་འབྲིང་ཅིག་ཡིན་ནའང་ཧ་ལ་འདི་ཙམ་ཞིག་སྙན་མོའང་མེད་ཀ་འཇིག་འདི་ཙམ་ཞིག་ཐག་རིང་སང་མེད་ཀ་འཇིག། ཡོད་ན་ཡང། ཁོ་ཨ་ཙི་བའི་རྒྱ་ལ་ཆང་ཕོར་གྱི་ང་དང་ཨ་སེམས་སེ་ན། ད་ཅེས་ཨ་ཙི་ག་བོར་ཏེ་རྒ་ལྷང་ལྷང་ཡོང་ཅེས་ཨ་ཙི་ག་བོར་ཏེ་མ་རྒ་བ་མང་ཨ་ཡོང་འོད་ན་ཡོང་འདུག་ཨ་ལས་ང་དང་ཨ་མ་ན། ད་འོ་དོད་ཅི་ཡིན་འོག་ཟེར་ན་སྐྱེ་བ་སྔ་མ་ན་སྤགས་ཆགས་སྔངས་པ། ཨེ་ནི་ཉོན་མོངས་པའི་གཞན་དབང་དུ་སོང་སྟེ་ཨེ་ནི་ང་དང་ཨ་དེ་ན་གོམས་གཤིས་སྔངས་པ་ཡོད་པའི་རྟགས་པོ་ཁེ་དེ་ན་ང་དང་རང་ནང་རང་ཨ་སྟན་དེ་ཡོང་འདུག་ཨ་ལས་ཨེ་ནི་རང་ནང་རྩ་བའི་མ་འགྲིག་གལ་མགོན་ལ་ད་དེ་ནས་ཁོ་ལ་རྒྱ་ལ་ཆ་ན་ང་དང་ད་སེམས་ནང་ལ་གཞི་གདངས་བར་ཆད་ཕྲ་དོག་བར་ཆད་ཁོ་ཨ་ཐོ་ཨ་ཆ་ན་ང་དང་ཐ་དེ་པད་མ་ན་ཨ་ན་རྒ་ལང་ལང་སྤྲོ་ལང་ལང་ཡོང་ཅག་ཞིག་ཆར་བ་ལས་ད་དེ་ག་ན་ང་དང་ཨ་སྡིག་པ་འོ་གཟུགས་ཀྱི་ས་ཨ་ཀྱག་ཀྱག་ཁོ་ཨང་སེམས་ཅན་ཅིག་ཡིན་འོག། ཧ་ལས། ཁོའང་དེ་ནས་དེས་ཀྱིས་འདོད་གང་ཅིག་སྡུག་བསྔལ་མི་འདོད་གང་ཅིག་ཡིན་ནོ། ཁོའང་སངས་རྒྱས་བཅོམ་ལྡན་འདས་ཀྱི་སྤྱན་སྙིང་རྗེས་ཡུལ་ཅིག་ཡིན་ནོ། ཨོ། གསུངས་པ་ས་ན་ད་སངས་རྒྱས་བཅོམ་ལྡན་འདས་སའི་སྤྱན་སྙིང་རྗེས་སྤྱོད་བྱས་སའི་དེ་ནས་ཡུལ་བོ་ལ་མི་འོས་ལ། ང་དང་ཁོ་ལ་རྒྱ་ལ་ཆེན་པོ་ཅིག་མ་དགའ་བ་དང་མ་སྐྱིད་པ་ཡོང་ན་ད་ཁྱོད་དང་མཐུན་རྟེན་རོ། རྩ་བ་ཉིད་ན་མཐུན་རྟེན་མ་རོ་ཨ་ལས།

ཨོ་ད་ཐོག་མའི་ཀུན་སློང་པོ་ང་དང་ཨོ་གཟུགས་ཤིག་ཁུར་ཏེ་འཛའ་དགོས་ཞེས་སྤོ་མ་ཁག་ཅག་ནི་ལོག་ལྟ་སོང་པ་བསམ་ན་ཨེ་ནི་གདའང་ན་ང་དང་ཨི་ཁ་ན་མང་པོ་ཅིག་གཞོན་ཅིག་ཡོང་སྟེ་ཨེ་ནི་ད་ཧ་ལས་ད་ག་ཁྱེད་བལྟས་ན། ང་དང་ཨོ་གཟུགས་ཨོ་གཟུགས་ད་ང་དང་ཚང་མ་ཨོ་གཟུགས་རེད་འཛའ་ལོ་ཟེར་ཏེ་བཞུད་བཅས་ན་ལས་ད་ང། དཔེར་ན་ང་རང་ཙོག་ཞིག་ཡིན་ནའི་ང་དེ་ཙམ་ཞིག་རྒྱ་ཆེན་མོ་ནང་ཨེ་ནི་སྤུས་དག་པོ་ཞིག་སྤྱོད་ངེས་ན་མེད་ནོག་ཡིན་ནའི་ད་ང་རང་རང་ཡང་བསྟུར་རྒྱུ་ན་རྩ་བའི་ཤེས་དཀའ་འདྲེ་མང་ཉུང་རེད་ཙོག་རེད་ད་ངེས་ཀྱང་ཨེ་ནི་གཞར་དང་གཞོར་ལ་ད་ཚིགས་ཉུང་ངུ་འབྲི་ཉུང་ངུ་འབྲི་ཡིན་ནའང་བཞུད་སྟངས་དེ་ན་ལས་སོང་པ་བསམ་ན་ཨོ་དེ་ཚང་མས། དེ་ནས་ཐུགས་དང་པོ་ར་རྫ་འཛེར་ཏེ་བཞུད་བྱས་ཟིན་དེ་ནས་ཚང་མ་ལ་ཐུགས་རྗེ་ཆེ།